སྤྱི་མཚན་གྱི་གཞན་དབང་དུ་སོང་བ་དེ་གི་ད་ཁ་བཏུམ་འདི་ལས་མེད་པ་ཡིན་དུས་ས་ནས་ད་ད་ཆ་ད་རང་སྤྱི་མཚན་དང་བདེན་པར་འཛིན་པའི་བདེན་འཛིན་གཉིས་པོ་དེ་ལ་དབྱིན་ཇི་ཀི་ཞི་ཏོང་སོ་ནི་གུར་བྷ་ཧེ་ཟེར་ཡ་དེ་ད་མཚམས་ལ་སླེབས་པ་རེད། ད་འདི་མེད་པ་ཅིག་གི་བསམ་བློ་ཞིག་བཏང་དགོས་ཡ་ཏན་ཏན་རེད་ཤག། རང་གཅེས་པར་འཛིན་ནས་ང་སྐྱིད་པ་བྱུང་ན་བསམ་པ་དེ་ཐོག་མ་པ་ནས་ད་ལྟ་བར་དུ་ཡོད་རེད། དེས་ཀུན་ནས་བསླངས་ཏེ་ཅིག་བདེ་བ་འབྱུང་ཡག་གི་འབད་རྩོལ་དུས་ད་ལྟ་བར་དུ་བྱས་པ་རེད་བྱས་ནས་ཁ་བཏུམ་འདི་ལས་མི་འདུག་ཨ། གཅིག་ཁོ་ནོག་དེ་ཡང་དང་པོ་གཅིག་འཁྲུགས་དེ་ཡང་གཞན། ཐ་མ་མེད་པ་ནི་རང་སྐྱེས་བུ་བྱུང་བསམ་པ་ཅིག་ག་དུས་ཡིན་ནས་འདུག་བ། ཨ་ཡིན་ནའི་ཁོ་ད་ཁ་ཐབས་འདི་ལས་མེད་པ་དེ་གང་ད་སྐྱེས་པ་བྱུང་ན་བསམ་གི་ཡོད་དེ་སྐྱེས་པ་ཡི་གྲུབ་ཐབས་དེ་ད་ནོག་དེ་ཡོད་ནས་ད་ཁ་ཐབས་འདི་ལས་མ་བྱུང་བ་རེད། ད་ད་ཆ་རང་བྱེད་པ་འཛིན་པའི་སྤྱི་འཛིན་དེ་གི་ད་བདག་འཛིན་གཉིས་པོ་དེ་ལས་ཡ་བདེན་འཛིན་གཉིས་པོ་དེ་ལས་ཡ་དུས་ད་ལྟ་བར་དུ་ཀླུ་གཉིས་དྲང་སོང་བསྟན་བྱས་མགོ་འབུལ་བློ་འབུལ་ཞུས་པ་རེད། ད་བློས་བརྒྱ་ཆ་བརྒྱ་ཐོབ་པ་སྐད་རེད་འབྲས་བུ་དེ་མ་གཏོགས་མེད་པ་ཡིན་དུས་ད་ད་ཆ་དེ་མེད་པ་ཞིག་གི་ཐབས་ཤེས་ཅི་བྱེད་རྒྱུ་རེད། དེ་མེད་པའི་ཐབས་ཤེས་གང་ཡོད་རེད་ཟེར་བ་ཡིན་ན། བདག་དང་འཛིན་པ་དེ་གིས་ཕུང་ཡོང་དུས་བདག་མེད་པར་བལྟ་ཡ་དེ་ད་གལ་ཆེན་པོ་ཆགས་ཡོད་རེད། རང་གཅེས་པར་འཛིན་པ་དེ་གིས་ཕུང་ཡོང་བ་ཡིན་དུས་གཞན་གཅེས་པར་འཛིན་པ་དེ་དང་གྲུབ་ཡ་མ་གཏོགས་མི་འདུག་ག། ད་གཞན་གཅེས་པར་འཛིན་པའི་གཅེས་འཛིན་དེ་དང། བདག་མེད་པར་འཛིན་པའི་ཤེས་རབ་དེ། ད་གཅིག་འབད་རྩོལ་བྱེད་ཀྱི་ཡིན་ན། ད་རེ་བ་ཞིག་བསྟན་དོན་ཡོད་པ་རེད། ང་རང་ཚོ་ལ་ཡང་ཅིག་ག་སོག་རེ་ཕུལ་གི་མྱོང་བ་ཚད་ལྡན་བས་སྐྱེས་པའི་ཉམས་མྱོང་དང་ག་བ་ག་བ་ཡོད་དེ་ཡིན་ནའི་ད་བློ་བདག་མེད་པའི་ཕྱོགས་ལ་ཅིག་ཕར་ཉལ་བར་བྱས། བློ་གཞན་གཅེས་པར་འཛིན་པའི་ཕྱོགས་ལ་ཉལ་བ་ཙམ་ཞིག་བྱུང་བ་ཡིན་ན་ཡང་བསམ་བློའི་ནང་ལ་ཅིག་འཕེན་གྱི་ཡོད་ཚུལ་ཞིག་ཏུ་བ་ཏན་ཏན་འཕེན་གྱི་ཡོད་ས་རེད། ཁྱོད་ཁ་ཡོད་ལག་ཡོད་ཅིག། པའི་རྐྱེན་ངན་བྱང་ཆུབ་ལག་ཏུ་ཆ་ཚང་གྱུར་པ་ཐུབ་ནས། རྐྱེན་ངན་གྱི་སེམས་ལ་དངངས་སྐྲག་སྐྱེ་ཡག་དང་མ་སྐྱིད་པ་ཡོང་ཡག་ལ། ཅིག་མ་ག་སོགས་ལ་ཕ། དངངས་སྐྲག་དང་པའི་ཅིག་ག་སོགས་ལ་མ་སྐྱིད་པ་མ་ཚུགས་པ་ཅིག་ཏན་ཏན་ཡོང་གི་ཡོད་ས་རེད། དེ་ཙམ་ཞིག་རེད་ངས་ཉམས་མྱོང་ཐོག་ནས་ངས་བཤད་ཐུབ་རེད། བྱ་མི་ཚེ་འདི་ལ་ཡང་ཕུང་པོ་སྣ་ཚོགས་བྱུང་པ་རེད་དེ། དུས་ད་དུང་བསམ་བློ་གཏོང་དུས་ཤིག་སེམས་གཏོད་སུ་གཏོད་འཇོག་གི་ང་རེ་བས་ན་སེམས་འདི་དགེ་རོགས་ཤིག་ལྷོད་ལྷོད་ཅིག་ཡོད་ས་རེད། གནའ་བོ་སྐྱིད་པོ་ཅིག་ཡོད་ས་རེད། གནའ་བོ་སྐྱིད་པོ་བྱས་ནི་འཁྲབ་བསྡད་པའི་ཁོ་ཐག་ནས་གནའ་བོ་སྐྱིད་པོ་ཆགས་པ་དང་མ་རེད་དེ། ཡིན་ན་ཡང་སེམས་ལྷོད་ལྷོད་ཅིག་ཡོང་དེ་ཡང་དེ་ཐུགས་བསམ་དང་ན་འོ་དེ་བྱང་ཆུབ་ཀྱི་སེམས་ལ་མོས་པ་སྐྱེས་དེ་ཡང་དེ་དང་སྟོང་ཉིད་ཀྱི་ལྟ་བ་ལ་མོས་པ་སྐྱེས་དེ་ཡང་དེ་གིས་ཏན་ཏན་ཕན་གྱི་ཡོད་ས་རེད། བྱང་ཆུབ་སེམས་ལ་མོས་པ་ཡོད་བསྡད་པ་དེ་གིས་ཁ་ཐུར་ཁ་ཐུར་འཕེན་གྱི་ཡོད་ས་རེད། བདག་མེད་པ་ཡིན་བསམ་དྲན་བསྡད་པ་དེ་གིས་ཁ་ཐུར་ལ་འཕེན་ཡང་དེ་ག་འདྲས་ཡིན་ན་མི་ཤེས། ཡིན་ནའི་ཁོའི་ཤུགས་རྐྱེན་གྱིས་གཏན་འདྲེ་ཐེབས་ཀྱི་ཡོད་ས་རེད། ད་དེ་འདྲ་ཡིན་པ་ཡིན་དུས་ཨ་ད་ཐབས་ཤེས་ཀྱི་རྟོག་པ་འདི་ཚོ་བྲལ་ཏེ་ཁོ་གཞུང་ནས་བཤད་པ་ནང་བཞིན་གྱི་ད་ཡོན་ཏན་ཅིག་ད་ང་རང་ཚོས་ཨ་ད་རང་ལ་ལྐོག་ཏུ་གྱུར་འདས་ཤག་མ་གཏོགས་སྔོན་དུ་རྒྱུག་གི་མི་འདུག་སྟེ་ཡིན་ནའི་བློ་དེའི་ཕྱོགས་སུ་དྲངས་པ་ཙམ་གྱིས་མི་ཚེ་མི་འདྲ་ཚིག་ཅིག་ཡོང་དུས་ཨ་ད་གཏན་འདྲེ་རེད་ཤག། ད་དེ་ལ་ཚོད་དཔག་བྱས་པ་ཡིན་ན། རྟོག་པ་རྣལ་མ་ཞིག་སྐྱེས་པ་ཡིན་ན་ད་མི་འདྲ་བ་ཞིག་ཏུ་ཡོང་ས་རེད། སང་ལམ་རིམ་ཟིན་བྲིས་དྲང་སྲོང་བླ་མའི་ཞལ་ལུང་ཡང་ཡོང་བ་ཡོད། སྐུ་མང་གཅིག་གིས་མི་ཚང་གཅིག་ལ་ཡང་ཆང་ཁུ་ཁ་ཕྱིན་པ་རེད་བྱས་པ་རེད། ཆང་ཁུ་ཁ་ཕྱིན་བྱས་ནས་ཆང་གི་ཆང་སྣོད་ཆང་བསྙལ་བཞག་བྱས་ཆང་སྣོད་ཀྱི།

ཁ་ཨར་ཕྱིན་ཆད་ཨིན་སྐུ་མགུལ་གྱི་འགྲོ་བ་རུ་དེ་ཁོའི་ཆང་ཞིམ་ཐང་ཞིག་ཨིན་སྐུ་ཞབས་རུ་རྒྱབ་སྐད་རྒྱབ་བྱས་ཨིན་སྐུ་ཞུ་བ་མིའི་རྒྱུད་པ་རེད་བྱས་པ་རེད་བ་ད་དེའི་སོར་བྱས་བྱས་ཆང་ཁ་ནས་བསགས་པ་དེ་ཞིམ་པོ་དག་ཟིག་བྱས་ན་ཆང་སྟེང་དེ་ནས་དེ་ཆང་ག་ཟིག་བ་ད་བྱས་པའི་ཆང་གི་པའི་ཕུད་རུ་ཟོག་ལ་ད་མིག་ད་དེ་ཡག་པོ་ཟོ་ངས་ཤེས་ཀྱི་མི་དེ་བ་ད་གང་ད་དེང་དེ་ཁྱི་རེད་བ་དེ་ག་ར་རུ་འཇོག་མི་འགྲོ་བ་ད་བྱས་ཙང་བ་ད་དེ་ནང་བཞིན་བྱས་ནས་ཨ། ད་བས་ཤེས་བྱས་པའི་ཆང་ཞུགས་གསུམ་དང་སྟོང་ཉིས་ཀྱི་ད་བ་བསགས་དེ། མོས་པ་ཙམ་ཡོད། ག་སོགས་དང་མོས་པ་ཡོད་པ་ཙམ་གྱིས་མོས་པ་དང་མོས་པ་ཡོད་པ་ཙམ་ཞིག་གིས་གཏན་བདེའི་སེམས་ལ་ཡང་གུད་དུ་དག་གིས་ཐིབས་དུ་བཙལ་ནས་ད། བཅོས་མ་མ་ཡིན་པའི་ཉམས་མྱོང་ཅིག་སྐྱེས་ན་ད་དངོས་གནས་དྲང་ནས་མི་འདྲ་ཅིག་ད་ཡོད་ས་རེད་བསམ་པ་ཅིག་འཚོལ་བ་ལ་ཆེས་ཕྲ་ཞིག་འདུག་ག།